སློབ་གྲྭ་གི་སློབ་ཚན་རེད་དགེ་རྒན་གྱི་སློབ་གསོ་རེད་ཕ་མའི་སློབ་གསོ་རེད། སྤྱི་ཚོགས་ཀྱི་ཁོར་ཡུག་ཚོགས་མིའི་ཐོག་ལ་བསྐྱར་ཡིག་གི་གོ་རྟོགས་བསྐྲུན་དགོས་ཡ། མ་གཞི་རྒན་གཞོན་བར་གསུམ་ཚང་མ་ལ་ནི་གཅིག་སྤྱི་ཚོགས་བརྒྱུད་ལམ། ལ། གཞིའི་ཞབས་བྲོ། སྙན་ངག། འཁྲབ་སྟོན་ལ་སོགས་ཀྱི་སྒོ་ནས་ནི་བསྐྱར་ཞིབ་གོང་མཐོར་གཏོང་ཡ་དང་མ་ཟད་རང་གཞུང་གི་ངོས་ནས་ཡང་ནི་བསྐྱར་ཞིབ་གོང་མཐོར་གྱི་ཟབ་སྦྱོང་ཁང་མང་མང་བསྐྲུན་དགོས་ཡ་དེ་དུས་ལ་བབ་པའི་གནད་འགག་ཅིག་རེད་བསམ་བསམ་གྱི་ཚོར་བ་ཆེན་པོ་ཡོད་ད་དེའི་སྐོར་ལ་སྤྱིར་བཏང་གི་མང་པོ་བཤད་ཡ་ཡོད་དེ་དུས་ཚོད་ཀྱི་རྐྱེན་པས་དེ་འདྲ་ཞིག་ཡིན། གཉིས་པ་དེ་ཕྱོགས་གསུམ་གཅིག་སྒྲིལ་རེད། ང་ཚོ་ཚང་མ། ཕྱོགས་གསུམ་གཅིག་སྒྲིལ་གྱི་ཐོག་ལ་དཀའ་ངལ་ག་རེ་ཡོད་མེད་ཚང་མས་མཁྱེན་ས་རེད། ང་ཚོ་རྒྱུ་མཚན་དགོས་པ་གང་ཡང་མེད་པའི་ཐོག་ནས། ནི་ཕྱོགས་ཞེན་ཤུགས་ཆེན་པོ་གཅིག་སླེབས་ཐུབ་ཡོད་རེད་ཚང་མས་མཁྱེན་དགོས་ཀྱི་རེད། ག་རེ་རེད་ང་ཚོ་གཅིག། ཆབ་སྲིད་ཀྱི་དབུ་ཁྲིད་རྣམས་ཀྱི་ཐོག་ལ། ནི། གཅིག་བློ་བཟང་སེང་གེ་སྤེན་པ་ཚེ་རིང། གཅིག་གཅིག་མིག་མིག་བསལ་ནས། མང་པོ་གཅིག་དང་ལ་ཞེན་ཁོག་མ་དགོས་ས་ལ་ཞེན་ཁོག་བྱེད་ཀྱི་ཡོད་རེད་རྣམ་པ་སུ་ལ་ཤེས་ཡ་ག་རེ་ཡོད་ཟེར་ན། བློ་བཟང་སེང་གེ་དང་སྤེན་པ་ཚེ་རིང་ལྟ་བུ་ཡིན་ན་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་སློབ་སྦྱོང་ཡས་ནས་སྐད་ཆ་བཤད་དགོས་ན་བཤད་ཐུབ་ངེས་རེད་བ། གུ་དོག་ཡོད་ཉེས་ཡིན་དུས་སོ་སོའི་གི་སྐྱོན་དང་ནུས་པ། གར་ཡོད་མེད་སོ་སོའི་གི་མཁྱེན་གི་ཡོད་རིགས་ལ་མིག་གི་སྐྱོན་བརྗོད་བྱས་ན་ཡང་དེ་ལན་སློག་ཐུབ་ཡ་དང་དེ་ལ་ཁབ་ཐིག་བཅག་ཐུབ་ཉེས་གི་མི་ཉེ་རིགས་རྣམ་པ་ལ་ལན་པ་ཆུད་ཟོ་གི་སེམས་ཁྲེལ་གནང་དགོས་གི་མ་རེད་དེ་འདྲི་བྱེད་དེ་བཙོན་པ་ལ་དེ་གཅིག་གི་རྒྱབ་ལ་གཅིག་ལོང་ནས་ནང་ཕན་ཚུན་ལ་འཁྲུག་རྩོད་བྱེད་དགོས་ཡ་དེ་དགོས་མེད་གི་ལི་ཀ་གཅིག་རེད་དྲན་གི་ཡོད་གཅིག་དེ་རེད་གཉིས་ནས་འོས་མི་ལམ་དང་རང་བཙན་ཟེར་ནས་ཡང་བཤད་གི་ཡོད་རེད་དེ་ཚོ་ཡིན་ན་ཡང་ཁ་གཡར་བ་ཙམ་ལས་མ་གཏོགས་རྡོག་རྡོག་ཆོལ་གསུམ་ནང་ལ་ཨ་ནི་དཀྲུག་ཤོང་གནང་ཡག་གི་ལག་ཆ་ཙམ་ཞིག་རིན་མ་གི་དོན་དངོས་པོའི་ཐོག་ལ་ང་ཚོ་གི་དེ་ལ་འཁྲུག་པ་རྒྱག་དགོས་ཡ་དང་རྩོག་པ་བྱེད་དགོས་ཡ་གི་གནད་འགག་གང་ཡང་མཐོང་གི་མེད། དེ་འདྲ་ཆེད་དུ་བཙན་པ་ལ་ང་ཚོ་ཚང་མ་སྐྱིད་ན་སྐྱིད་མཉམ་རེད་སྡུག་ན་སྡུག་མཉམ་རེད་ང་ཚོ་ནི་སྔོན་མེད་གི་གཉིས་དང་གཅིག་པ་རེད་ད་འདི་གི་གཉིས་དང་གཅིག་པ་རེད་དཀའ་ངར་གཅིག་པ་རེད་ཆུ་དང་རུ་བཞི་ཡང་གཅིག་པ་རེད་སྲོལ་རྒྱུན་གི་རིག་གནས་ཡང་གཅིག་པ་རེད་ང་ཚོའི་བདག་དབང་ཡང་གཅིག་པ་རེད་ང་ཚོ་ལ་རྩ་བའི་བླ་མ་ཡང་གཅིག་པ་རེད་ཚང་མ་སྐྱིད་པ་ཡིན་དུས་ང་ཚོ་གཅིག་སྒྲིལ་གྱི་ཐོག་ལ་ངེས་པར་དུ་འགྲོ་འདོད་མེད་ན་ཡང་འགྲོ་དགོས་ཀྱི་རེད་ལ་བོད་སྤྱི་བའི་རྩ་དོན་ལ་འགན་ཁུར་གྱི་ཡོད་ན་ང་ཚོ་གཅིག་སྒྲིལ་དགོས་ཀྱི་རེད་ཚོགས་མི་གི་བསམ་བློ་ཞིབ་ཏུ་བཏང་ནས་གཅིག་སྒྲིལ་གྱི་ལམ་ཁ་ལ་འབད་དགོས་ཡ་དེ་ཧ་ཅང་གི་གནད་འགག་ཆེན་པོ་མཐོང་གི་ཡོད་དེ་ཡིན་ད་ནི་ད་གསུམ་པ་འདྲ་བོ་ཡིན་ན་ད་རང་བཙན་འཐབ་རྩོད་རེད་ད་ང་ཡིན་ན་རང་བཙན་འཐབ་རྩོད་དེ་དགོས་ས་རེད་བསམ་བསམ་གི་ཚོར་བ་སླེབས་དེ་ཉིན་གཅིག་ཡིན་ཁག་ཅིག་གིས་རང་བཙན་འཐབ་རྩོད་བྱེད་ངེས་རེད་ཟེར་དུས། ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་མ་བརྩི་ངེས་ཡིན་པ་དང་དེ་འགྲིག་གི་ནི་ལྟ་སྟངས་བརྩི་ངེས། ཁག་ཅིག་གིས་ཡང་འོས་མི་ལམ་སེ་སྟེ་ཡག་པོ་མ་རེད་མདོག་མདོག་གིས་སྤྱི་ཚོགས་ནང་རེ་བཟང་པོ་དཀྲོག་ཐབས་བཟོ་ངེས། དེ་ཚོ་ཚང་མ་ང་ཚོས་གིས་ནི་ཧ་གོ་དོན་རྟོགས་དགོས་ཀྱི་རེད། རང་བཙན་རྩོད་ངེས་ཀྱི་ངོས་ནས་ཡིན་ན་ཡང་འོས་མི་ལམ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་མ་རེད། ང་ལྟ་བུ་ཡིན་ན་ཨོ་མི་ལམ་ཟེར་ཡ་དེ་ད་ལྟ་བར་དེ་ཞུས་དེ་ཡང་ཡིན་རྒྱ་ཆེན་པོ་སྟོང་ཟ་བོ་གོ་རྒྱུ་ཡོད་བ་འཛམ་གླིང་གི་རྒྱལ་གཅིག་གི་ཐོག་ལ་ཡང་མི་ཚོགས་མིང་གི་ཡུལ་མི་ཤོར་བོ་ཡ་གི་ལམ་ཁ་གཅིག་རེད། ཨོ་མི་ལམ་དེ་འདྲ་ཡིན་མིན་ལ་མ་ལྟོས་པ་རྒྱ་ནག་གི་ཆབ་སྲིད་ཨང་རྩོམ་པ་སོགས་ཀྱི་ཨོ་མི་ལམ་ངོས་ལེན་བྱེད་ཀྱི་ཡོད་མ་རེད། སྐུ་སྲིང་ངོས་ལེན་མ་བགྱིས་ཏེ་ང་ཚོ་ཨོ་མི་ལམ་ཡག་པོ་ཡོད་ཟེར་ནས་བསྡད་དེ་བ་ཡིན་ན་ང་ཚོའི་དུས་ཚོད་དེ་འཕྲོ་བརླག་འགྲོ་གི་རེད། གཅིག་དེ་རེད་གཉིས་ནི་ཨོ་མི་ལམ་གི་ཐོག་ནས་ཁྲིམས་ལ་གཏུག་གི་རྩོད་ཟེར་ཡ་དེ་ངས་བལྟས་ན་ཡོད་མ་རེད་བསམ་གྱི་ཡོད་རེད་དེ་ག་རེ་རེད། ག་རེ་རེད་ཟེར་ན་དཔེར་ན་ངས་དཔེ་ཅིག་བཞག་གི་ཡིན། ང་ལྟ་བུ་གཅིག་ལ།

གོ་སྐབས་གང་ལམ་ཁ་ཁོར་ཡོད་མ་རེད་བསམ་གྱི་ཡོད་རེད། ཡིན་ན་ག་རེ་རེད་ང་རང་ལ་ཡོད་པི་གི་མོ་འདྲ་དེ་ང་ལ་དཀྲིས་བསྐུར་གི་ཡོད་སེ་དེ་ང་རང་གི་མྱུ་འཇོག་ཡིན་ངེས་ཡིན་སེ་ངའི་ཁྲིམས་ལ་བསྡུར་ན་ག་བ་འགྲོ་ན་ཚེ་བརྟན་གནས་ལུགས་ཡོད་པི་གི་སྐད་ཆ་རེད་པེ་དེ་ནང་བཞིན་ང་ཚོ་གི་རང་བཙན་ཟེར་ཡ་དེ་མི་ལོ་སྟོང་ཕྲག་མང་པོ་ལོ་རྒྱུས་ཡོད་རྒྱུ་ཡིན་དུས་ང་ཚོ་ཁྲིམས་ལ་བསྡུར་ན་ཡང་བསྡུག་ཡ་ཡོད་བ་མི་ཚེར་ཤེས་ན་ཡང་ཤེས་ཡ་ཡོད་བ་དེ་འདྲ་རེད། དེ་འདྲའི་སོང་ཙང་ང་ཚོ་གི་ཁྲིམས་བསྡུག་བྱེད་ཡ་སྐད་འབོད་རྒྱག་ཡ་སྤྱི་ཚོགས་གི་ནང་ལ་ལིང་གར